དེའི་གསེབ་ཏུ་དམ་པའི་ཆོས་གང་ཞིག་ཟིན་ནས་དོན་ཉམས་སུ་བླང་བར་བགྱིའོ་སྙམ་པའི་བསམ་པ་བཟང་ཆུང་མཆོག་ཏུ་ཐོབ་བགྱིད་པ་དང་ཆོས་ཉིད་པའི་རྣལ་འབྱོར་གང་ཟག་ཐམས་ཅད་ཀྱང་ཕུན་སུམ་ཚོགས་པ་ལྔ་ཡི་རང་བཞིན་དུ་གསར་འདེབས་པ་སོགས་སྔགས་ཀྱི་ཐུན་མོང་མ་ཡིན་པའི་ཀུན་སློང་རྣམས་ཀྱང་གསར་བཏབ་སྟེ་སྲིད་མཚར། དེ་ལ་གང་སྲིད་འབར་ཚ་བའི་ཆུ་ནི་སྟོང་པ་ཉིད་པ་ཆོས་ཀྱི་སྒམ་པོ་དཔག་ཉི་གསང་བཞིན་དུ་སྐྱེ་བ་བཞི་པ་མཁའི་སྒྲུབ་ཆེན་པོ་བཀྲ་ཤིས་སྣང་རྒྱ་དཔག་བཟང་པོ་དེ་ཉིད་ཀྱི་ཞལ་སྔ་ནས་ཀྱི་རྩར་བའི། ཟབ་ཆོས་འོད་ཟེར་བཀོད་གསུང་དུ་གྲགས་པ་ལས་སྐབས་སུ་བབས་པ་གསང་སྔགས་རྡོ་རྗེ་ཐེར་ཕུར་སྤྱི་དོན་མདོར་བསྡུས་པ་ལས་ཤེས་ནོར་འོད་ཟེར་འདི་ཉིད་ཞུ་བར་ཟད་པ་ལགས། ཐོག་མར་དགེ་བ་ཀླད་ཀྱི་སྟོང་དང་བར་དུ་དགེ་བ་གཞུང་གི་སྟོང་ཐ་མར་དགེ་བ་མཇུག་གི་སྟོང་དང་རྣམ་པ་གསུམ་ཡོད་པ་ལས། དང་པོ་གསུང་གི་གཉིས་པ་རེ་གཉིས་པ་ལ་སྟོང་པའི་གསུང་ཚོར་གཏིང་པའི་རྣམ་གཞག་ཁྱད་པར་ཅན་གྱི་སྤྱི་སྟོང་བཤད་པ་རྣམ་པ་གསུམ་ཡོད་པ་ལས། གསུམ་པ་ཁྱད་པར་ཅན་གྱི་སྤྱི་སྟོང་བཤད་པའི་སྐབས་དེར། དེ་ལ་རྒྱུ་རྒྱུད་བསྟན་གྱི་གང་ཟག་ཤེས་པ་ཐབས་རྒྱུད་ལམ་གྱི་རིམ་པ་ཤེས་པ་འབྲས་བུ་རྒྱུད་ཉམས་ལེན་གྱི་འབྲས་བུ་ཤེས་པ་རྣམ་པ་གསུམ་ཡོད་པ་ལས། གཉིས་པ་ཐབས་རྒྱུད་ལམ་གྱི་རིམ་པ་ཤེས་པ་དེར། དེ་ལ་ཐུན་མོང་ངོ་ལམ་རང་ཤེས་པ་དང་རྡོར་གྱི་ཐེག་པའི་ལམ་རང་ཤེས་པ་རྣམ་པ་གཉིས་ཡོད་པ་ལས་གཉིས་པ་རྡོར་གྱི་ཐེག་པའི་ལམ་རང་ཤེས་པའི་སྐབས་དེར། དེ་ལའང་སློབ་མའི་ཐེག་པ་ལ་རམ་གྱི་འཇོག་པོ་ཚུར་དང། སྔགས་ཀྱི་ལམ་རང་དངོས་ཤེས་པ་རྣམ་པ་གཉིས་ཡོད་པ་ལས། དང་གཉིས་པ་སྔགས་ཀྱི་ལམ་རང་དངོས་ཤེས་པའི་སྐབས་དེར།

དེའི་ནང་ས་ཆོག་དང་རྟ་བོང་དངུལ་གྱི་རྣམ་པ་གསུམ། ད་དེ་གི་ནང་ནས་ས་ཆོག་དང་རྟ་བོང་གཉིས་དེ་གོང་དུ་སོང་ཟེར་ཏེ་ད་དབང་དངུལ་གྱི་སྐོར་བའི་སྐབས་སུ་ད་དེ་སྐོར་ཚོད་ལྟའི་ཞེས་པའི་སྐབས་དེ་རེད། ད་གསུམ་པ་དབང་དངུལ་གྱི་སྐོར་བའི་ཚུལ་དེ་ལ་དཀྱིལ་འཁོར་གྱི་ལས་རིམ་ཞེས་པ་དང་སྒྲུབ་ཀྱི་མཆོད་དེ་བདག་ཉིད་རྒྱུག་པ་ཞེས་པ་སློབ་མ་གཞུག་ཅིང་དབང་བསྐུར་བ་ཞེས་པ་རྒྱུད་ཀྱི་ས་བ་དང་རྣམ་པ་བཞི་ཡོད་པ་ལས། ད་དཀྱིལ་འཁོར་གྱི་ལས་རིམ་ཟེར་དེ་ནི་གོང་དུ་ཐེ་ཚོམ་གྱི་ས་བ་དེ་སོགས་ཐམས་ཅད་བཤད།

རང་ཉིད་ཀྱི་གདངས་འཇུག་དང་བཅས་པ་བླངས་ཚར་དེ་ནི་དེ་ནི་དབང་བསྐུར་གྱི་ཡོད་རེད་ད། གདངས་འཇུག་དེ་སྤྱིར་བཏང་ཡིན་ན་ད་ཁ་ཚང་གོང་དུ་ཞུས་བ་ན་གཞི་བྱིན་གྱི་རང་ཉིད། རྡོར་གྱི་སློབ་དཔོན་དེ་ནི་ད་སྔགས་ཀྱི་དམ་ཚིག། དམ་ཚིག་དང་སྡོམ་པ་དེ་ནི་སྐྱོན་གང་ཡང་མེད་པ་དེ་འདྲ་ཅིག་ཡོང་དགོས་ཀྱི་ཡོད་རེད་མ་གཏོགས་དེ་མ་ཡིན་ན་དེ་ནི་དབང་བསྐུར་བ་ལ་དབང་གི་ཡོད་མ་རེད། དབང་བསྐུར་ཟེར་ན་སྔགས་ཀྱི་སྡོམ་པ་འབོག་གི་ཡོད་རེད་དེ་སྔགས་ཀྱི་སྡོམ་པ་འབོག་པར་ཟེར་བ་ལ་རང་གི་རྒྱུད་ལ་དེ་ནི་སྔགས་ཀྱི།

ད་དཀྱིལ་འཁོར་དུ་ཞོགས་པ་ལ་སྣོད་རུང་ཟེར་གྱི་ཡོད་རེད་ཟེར། དེའི་ཚོད་ན། སོལ་བ་བཏབ་ནས་ཆས་སུ་བཅུག་ཅིང་ལྷར་བསྐྱིལ་ཏེ་ཤ་གུར་བཞག་པ་དང་ཟེར། ད་དང་པོ་སོལ་བ་བཏབ་ནས་ཟེར་ད་འདི་ལ་དང་པོ་དེ་ནི་མེ་འདྲ་འབུལ། མེ་འདྲ་ཕུལ་དེ་ནི་དེ་ནི་ཐར་པ་དྲུང་ཆེ་ཐར་པ་ཆེན་པོའི་དྲུང་ཆེ་དང་མགོན་པོའི་བདག་ནི་མགྱོགས་པར་ཟ་ཟེར་ད་སོལ་འདེབས་ཡོད་རེད་བ་ད་བླ་མ་གི་རྗེས་དུས་ཟེར་དེ་ནི་སོལ་བ་འདེབས་དེ་ནི་ད་ང་དཀྱིལ་འཁོར་ནང་དུ་འཇུག་རོགས་གྱིས་ཟེར། ཡ་སོལ་བ་བརྡབས་དགོས།

དེ་ནས་མེ་ཏོག་གི་འཕྲེང་བ་སྦྱིན་དགོས་རེད་དཱ། མེ་ཏོག་གི་འཕྲེང་བ་དེ་ད་ཁ་སང་ཀྱི་ང་ཚོའི་གོང་དུ་ཡང་ཞུས་ཡོད་རེད་འདི་ན་དཀྱིལ་འཁོར་ལ་མེ་ཏོག་གཏོར་གྱིན་འདུག་བ་དེ་གི་མེ་ཏོག་དེ་ལ་མེ་ཏོག་གི་འཕྲེང་བ་ཅིག་ཏུ་རོགས་ཟེར་ནས་སྤྲད་འདུག་གདའ་འདི། ད་ལྟ་ང་ཚོས་དེ་ནི་བླ་མ་འདྲ་དེ་ནི་ད་སྤོམ་པོ་འདྲ་ཁྱེད་རང་འཇིགས་དགོས་ཡོད་ན་དེ་ཁ་བཏགས་རྒྱག་གི་ཡོད་རེད་བ་ད་དེ་གི་བཟོ་ལྟ་འདྲ་ཅིག་རེད་ཀོ་འཇིགས་རང་འདྲ་གི་བཟོ་ལྟ་འདྲ་ཅིག་ཡིན་གི་ཡོད་རེད་དཱ། དེ་གི་མེ་ཏོག་གི་འཕྲེང་བ་ཅིག་སྤྲད་དགོས་ཡོད་རེད་ཟེར།

བསྒྲགས་པ་ཙམ་དུ་མ་ཟད་སློབ་མ་རང་ཉིད་ཀྱི་དེ་ནས་སྡོམ་པ་ཞི་བར་འདོད་པ་དང་བསྲུང་བར་འདོད་པའི་ཀུན་སློང་ཤུགས་དྲག་པོ་དང་བཅས་ཏེ། དེ་ནས་འདི་ནི་སྡོམ་པ་འཛིན་པའི་ཀྱི་དེ་ནི་ཚིག་དུ་སོ་བགྱིད་དུས་ཟད་ནས་བཟུང་གོ། དེ་འདྲས་གསུངས་ཡོད་རེད། དེ་མིན་ན་དེ་ནི་དང་དབང་ཐོབ་མི་ཐོབ་ཏུ་སོ་དེ་ཀ་ཤེས་དཀའ་ལ་རེ་གསུངས་དེ་འདྲས་གསུངས་འདུག་དེ་འདུག་ད་ཁ་ཚང་གོང་དུ་འགལ་གྱི་སློབ་མ་ཀྱི་མཚན་ཉིད་བཤད་འདོད་དེ་ནི། གསང་སྔགས་ཀྱི་སྡོམ་པ་དང་དང་ཚད་ཀྱི་ཞི་བར་འདོད་པའི་ཀྱི་ཀུན་སློང་དཀྱུས་མ་མ་ཡིན་པ་དེ་འདྲས་ཟེར་ན་ཡོད་གོ་ཞེས་དེ་འདྲས་ཞེས་གསུངས་འདུག་ད་དེ་འདིའི་བཀའ་སྲོལ་དེ་ནི་ཐོག་མར་བླ་མ་ཀྱི་མ་དེ་ནི་སྡོམ་པ་དང་དམ་ཚིག་ཏུ་སོ་བསྒྲགས་འགོག་ཡོད། སྡོམ་པ་དང་དམ་ཚིག་ཏུ་སོགས་བསྒྲགས་དེ་ནི། དེ་ནས་དང་སློབ་མ་རང་ཉིད་ལ་དེ་ནས་དེ་ལྟ་བུ་སྡོམ་པ་དང་དམ་ཚིག་ཏུ་སོགས་གསུང་བར་འདོད་པ་གི་ཀོ་ལྷོང་ཅིག། ཞོན་མདོག་དང་སོག་མདོག་གི་ཀོ་ལྷོང་ཤུགས་ཆེན་པོ་ཅིག་དེ་ནི་དེ་ནི། དེ་ནི། རྡོ་རྗེ་རོལ་གྱི་དམ་ཚིག་རྡོ་རྗེ་གྲུབ་པའི་སངས་རྒྱས་ཡང་དག་ཉིད་དུ་བཟུང་བ་བགྱིས་ལ་སོགས་པ་དགོངས་ནས་དེ་ནས་དག་འདས་ཀྱི་སྡོམ་པ་འཛིན་པའི་ཚིག་ཡོད་རོ་དག་དེ་བགྱིད་དུས་སེ་གོ་རེ།

དེ་ནི་དེ་རེད། སྡོམ་པ་བཟུང་དགོས། དེ་ནི་ཐུན་མོང་དང་ཐུན་མོང་མ་ཡིན་པའི་སྡོམ་པ་བཟུང། དེ་ནས་རེག་དང་མོས་པ་དྲི་བ་དང་ཟེར། ད་རེག་དང་མོས་པ་དྲི་བ་ཟེར་གྱི་ད་འདི་ཁ་ཤས་ཀྱི་ནང་ལོགས་ལ་ཚིག་སྐྱིད་ཟེར་དེ་ནི་དེ་ནི། བུ་ཁྱོད་སུ་ཡིན་ཅི་ལ་མོས་ཟེར་དེ་ནི་མ་དྲི་གི་ཡོད་རེད་ད་དེ་བུ་ཁྱོད་སུ་ཡིན་ཅི་ལ་མོས་ཟེར་གྱི་འདི་གི་ད་དྲི་བ་གཉིས་འདུག་བ།

དེ་ནས་གསང་བར་གདམས་པ་ན་བཟའ་བར་ཤེས་དོ་ཟེར་བ་དག་གསང་བར་གདམས་པ་ཟེར་དུས་དག་ཁྱོད་རང་ངའི་དཀྱིལ་འཁོར་ནང་ན་ཡག་བཞུགས་གི་ཡིན་ཟེར་དཀྱིལ་འཁོར་ནང་ན་བཞུགས་གི་ཡོད་དུས་དག་གར་སྲིད་དེ་ནས་དཀྱིལ་འཁོར་ནང་ན་ཞོག་ཚར་དུས་རྗེས་མ་དེ་ནས་དཀྱིལ་འཁོར་ལ་ཞོག་མ་མྱོང་བར་གྱི་གང་ཟག་དང་དེ་ནས་དེ་ནང་བཞིན་ཅིག་གི་དཀྱིལ་འཁོར་ལ་ཞོག་མྱོང་ན་ཡང་དཀྱིལ་འཁོར་ལ་མ་བསྡད་བར་གྱི་གང་ཟག་དེ་སོགས་ལ་གསང་དགོས་ཀྱི་རེད་ཟེར་དེ་ནས་དག་གསང་བར་ཟེར་བ་དེ་འདྲ་ཡོད་རེད་དང། གསང་བར་གདམས་པ། དེ་སོགས་ཟེར་དགོས་རེད་ཟེར་ད་ལྟའི་ཡོལ་བ་ས་མགྱོགས་ཟེར་རེད་ད་ཡོལ་བ་ནང་ནས་བླངས་ན་ཡོལ་བ་གི་ནང་ན་ཡ་དཀྱིལ་འཁོར་དུ་མགྱོགས་དགོས་ཡོད་ར་དཀྱིལ་འཁོར་དུ་མགྱོགས་པ་གི་སྔོན་འགྲོ་རེད་ད་དཀྱིལ་འཁོར་དུ་མགྱོགས་པ་གི་སྣོད་རུང་དུ་ཟེར་བ་ད་དེ་འདྲ་ཅིག་ཟེར་ཚར་དུས་ད་ཅོག་དཀྱིལ་འཁོར་དུ་ཞོག་ཆོག་གི་ཡོད་རེད་ཟེར། ད་འདི་གི་ནང་ནས་ཁ་སང་སྔོན་མ་འདི་ནང་ཆོག་ཆོག་བཤད་པའི་སྐབས་སུ་ཡང་བཤད་ཡོད་རེད་འདི་གི་ཐུན་མོང་མ་ཡིན་པ་གི་སྡོམ་པ་རིག་སྔགས་སྡོམ་བརྩོན་ལ་སོགས་པ་དེ་སོགས་ཐུན་མོང་མ་ཡིན་པ་གི་ད་གསང་སྔགས་ཀི་དམ་ཚིག་དེ་སོགས་གསོག་མི་ནུས་པ་དེ་འདྲ་གི་དེ་ནི་སྡོམ་པ་ལེན་མི་ཐུབ་པ།

དེ་ནས་ལྷ་རྣམས་ལ་མོས་པ་སྐྱེས་ཀྱང་ཟས་དང་ཤར་སྒོ་གི་དཀྱིལ་འཁོར་གཞལ་ཡས་ཁང་དེར་ཤར་སྒོ་ནས་གཞལ་ཡས་ཁང་གི་ནང་དུ་ཞོག་སྟེ་སོང་དོ། འདི་ན་ཡང་གཞལ་ཡས་ཁང་གི་ནང་དུ་ཞོག་སྟེ་སོང་དོ་དང་ནང་དུ་ཞོག་སྟེ་ལྷ་སྣམ་གྱི་སྟེང་དུ་འཁོད་རྒྱུ་དང་དེ་འདྲའི་ཟས་ནི་དག་པ་ཅན་འབྲུག་སར་དེ་ནས་ལྷ་རྣམས་ལ་མོས་པ་སྐྱེས་ཀྱང་དག་དཀྱིལ་འཁོར་གྱི་ལྷ་ལ་དད་པ་དང་མོས་པ་སྐྱེས་ཀྱང།

དངོས་གྲུབ་བཞིན་རྟག་སྨིན་བྱ་ཅི་དགོས། ཁྱོད་ཀྱི་དཀྱིལ་འཁོར་མ་མཐོང་མདུན་དུ་སྣང་བར་མི་བཟའ་སྟེ་ཁྱོད་དང་ཚེ་ཉམས་པ་མགྱོགས་ལྟར་རེ་ཟད་དེ་ནི་དེ་ནི་ད་ཁྱོད་ཀྱི་ད་རེ་ད་ངས་ཁྱོད་དེ་ནི་དཔའ་བོ་དང་མཁའ་འགྲོ་མ་མདོར་ན་དེ་ནི་ད་དཔེར་ན་སྐྱེས་རྡོར་གྱི་ནང་ན་སྐྱེས་རྡོར་གྱི་ད་གོ་འཕང་མཉམ་པ་ཞིག་ལ་ཁྱེད་རང་དུ་རོགས་ཟེར་ནས་ངས་བཞག་གི་ཡིན། ངས་དེ་གི་དམ་ཚིག་ཏུ་སྡོམ་པ་འདི་ལ་བཞག་པ་འདི་ཁྱོད་རང་གི་གསུང་བཞག་པ་ཡིན་ན་དེ་ནི་དཔའ་ཧེ་རུ་ཀ་དེ་ནི་སྐྱེས་རྡོར་གྱི་ད་གོ་འཕང་མཉམ་པར་འགྲོ་འགྲོ་གི་རེད་ཡིན་ད་ཐམས་ཅད་ད་སྨོས་མ་དགོས་པ་རེད། དེ་ཡི་སེམས་ལ་ད་ངས་ཁྱོད་ལ་ད་ལྟ་ཡིད་བཞིན་ངོ་སྤྲད་པ་དང་དཀྱིལ་འཁོར་སྤྲད་མཐོང་བར་ཟས་བརྒྱབ་པ་འདི་ཚོ་དེ་བཞིན་བདག་ལ་སྣང་བར་མ་ཟད་ཀྱི་ཟས་དེ་ནི་དེ་ནས་གར་སིག་ཏུ་རུག་ཚེ་ནི་སྣས་བརྒྱག་པ་ཡིན་ནོ་ཁྱོད་དམ་ཚིག་ཉམས་པ་འགྱོད་ད་རེ་ཟས་དེ་ནི་དེ་འདྲ་ཟས་ནི་དང་ལ་བརྒྱག་པ་ཡོད་རེ་འདི་དེ་ཕན་ཡོན་བརྗོད་པའི་སྒོ་ནས་དང་ལ་བརྒྱག་པ་ཨཱ། ད་ཁྱོད་རང་དེ་འདྲ་ཟས་ནི་ད་དམ་ཚིག་ཏུ་སྡོམ་པ་དེ་ཚོ་སོང་དེ་འདྲ་གྱིས་ཤོག་ད་ནི་དེ་ནས་ཁྱོད་རང་ད་པར་ལྕེ་རྡོ་རྗེ་དང་དགོངས་པ་ཉམས་པ་ཟས་ན་ཆོག་མདོག་ལྕེ་རྡོ་རྗེ་དང་སྐལ་བ་ཉམས་པ་འགྱོད་འགྲོ་གི་རེད་ཟེར་ཕན་ཡོན་ཤེས་ཀྱི་ཡོད་རེད།

དག་རྒྱག་ནས་ཡེ་ཤེས་པ་ཕབ་སྟེ་ཟེར་ར་དག་སློབ་མ་ལྷར་བསྒོམ་དེ་ནས་དེ་ནས་སློབ་མ་ལྷར་བསྒོམ་པ་གི་སྙིང་ག་ལ་དག་དེ་ནས་སྔགས་བསྒོམ་སྔགས་ར་དག་ས་བོན་ར་ཅི་ར་བསྒོམ་ནས་དེ་རོ་སོད་དེ་འོ་ཟེར་འཕྲོ་དེ་ཡེ་ཤེས་པ་བ་ཡང་ཡོད་རེད་དེ་མ་ཡིན་པ་སློབ་མ་གི་གནས་གསུམ་དང་གནས་བཞི་ལ་སོགས་པ་ལ་དེ་ནས་འབྱུང་བཞི་དང་ས་བོན་དེ་སོགས་བསྒོམ་དེ་ནས་ཡང་དེ་ཡེ་ཤེས་པ་བ་བ་ཡང་ཡོད་རེད་དེ་འདྲ་ཟེར་དེ་གང་དག་དེ་ནས་ཡེ་ཤེས་པ་ཕབ།

དེ་ནས་དཀྱིལ་འཁོར་བསྟན་པ་དང་དབང་བསྐུར་བ་རུང་མི་རུང་བརྟག་པ་དང་རུང་བ་ཡང་ལྷ་གང་གི་རིགས་ཡིན་པ་དཔྱད་པའི་ཕྱིར། གདིང་སྟོབས་བརྗོད་དེ་མེ་ཏོག་དོར། ད་མེ་ཏོག་དོར་དགོས་ཡོད་རེད་མེ་ཏོག་དོར་དུས་དེ་ལ་མེ་ཏོག་དོར་རྒྱུ་དེ་ག་རེ་གི་དོན་དག་ལ་མེ་ཏོག་དོར་དགོས་ཡོད་རེད་ཟེར་དུས་དེ་ལ་ད་ཁྱེད་རང་དཀྱིལ་འཁོར་མཐོང་བ་གི་སྣོད་དུ་རུང་མི་རུང་བརྟག་རྒྱུ་དེ་དང་གཅིག། དབང་བསྐུར་བ་སྣོད་དུ་རུང་མི་རུང་བརྟག་རྒྱུ་དེ་དང་གཉིས། གལ་སྲིད་དབང་བསྐུར་རུང་བ་ཡིན་ན་ཡང་ཁྱེད་རང་གི་དེ་ནི་ད། དངོས་གྲུབ་ག་འདྲ་ཅིག་འགྲུབ་ཀྱི་འདུག་ཟེར་རྒྱུ་དེ་དང་གསུམ།

ད་ནི་དེ་བཞིན་དུ་ལེགས་ད་ལྟ་དེ་ལ་དེ་དངོས་གྲུབ་གང་འགྲོ་ལྟ་དགོས་རེད་གསུངས་སོ། དངོས་གྲུབ་གང་འགྲོ་ལྟ་དུས་དེ་ལ་ད་དཀྱིལ་འཁོར་གྱི་གཙོ་བོ་ལ་ཕོག་སོང་བ་ཡིན་ན་མཆོག་གི་དངོས་གྲུབ་འགྲུབ་པ་དང། དེས་ན་གཞི་བྱིན་གྱི་དཀྱིལ་འཁོར་གྱི་འཁོར་གྱི་ལྷ་ཐམས་ཅད་ལ་ཕོག་སོང་བ་ཡིན་ན། དེ་ནི་ད། དེ། ཐུན་མོང་གི་དངོས་གྲུབ་འགྲུབ་པ་གྱི་དོན་རོགས་ཟེར་ནས་ན་དངོས་གྲུབ་འགྲུབ་པ་ལོང་སྟེ་འགོག་ཡོད་རེད་གསུངས་བ་རེད།

མེ་ཏོག་དེ་མར་བླངས་དེ་ནི་དེ་ནི་སློབ་དཔོན་གྱིས་ད་ད་ལྟ་ང་གིས་མེ་ཏོག་གཙང་པ་ག་དུ་རུ་ཟིན་ན་ཡང་འདོགས་འདོགས། ད་མེ་ཏོག་དེ་མར་བླངས་དེ་ནི་དེ་ནི། སེམས་ཅན་སྟོབས་ཅན་མཆོད་ཅིང་ནི་འདི་ནི་བཟུང་རབ་ཏུ་བཟུང་བར་གྱིས་གསུངས་དེ་ནི་དེ་ནི། ད་སློབ་དཔོན་གྱིས་དུ་རུ་ཟེར་དེ་ནི་ད་ད་གའི་མེ་ཏོག་གང་ལ་ཕོག་པ་ལྷག་དེ་ཁྱོད་རང་གི་རིགས་བདག་གི་ཚུལ་དུ་དུ་རུ་ཟེར་ནི་སྐྱོ་ལ་མ་དུ་རུ་ཟེར་ནི་ད་རིགས་བདག་གི་ཚུལ་དུ་བཅིངས་གསུངས་སངས་དེ་ནི་དེ་ནི། མེ་ཏོག་གི་འཁྲུངས་བ་དེ་སྐྱོ་ལ་མ་བཞག་གོ་ད་ད་ཡང་དུ་རུ་ཟེར་མེ་ཏོག་ཡར་དོར་བརྒྱག་ཅིང་སྟེགས་ཀྱི་ནང་ཚོད་ཁོང་དེ་ནི་དེ་ནི། སློབ་མ་དེ་སོགས་ཀྱི་མགོ་ལ་རེ་རེ་བརྒྱུགས་ནས་མེ་ཏོག་གཙང་པ་ག།

ད་དཀྱིལ་འཁོར་དངོས་སུ་དུ་རོགས་ཟེར་ན་སྟོང་ཆོག་གི་རེད་ད། ད་དཀྱིལ་འཁོར་སྟོང་ཆོག་གི་ཡོད་དུས་དེ་ལ་ད་དཀྱིལ་འཁོར་ད་ཁྱེད་རང་གི་དུ་རོགས་ཟེར་དུས་ན་ད་དཀྱིལ་འཁོར་མཐོང་གི་རེད་ཟེར་ད་དཀྱིལ་འཁོར་མཐོང་དུས་དེ་ལ་དེ་ནི་དཀྱིལ་འཁོར་མཐོང་བ་འདི་དཀའ་བ་བཟང་པོ་རེད་ཟེར་དུས་ན་ད་ཡར་ཀྲོག་ཅིག་བགྱིས་ན་དེ་ནི་སྔགས་ཀྱི་དངོས་གྲུབ་ལ་ཕྱིན་བརྩོན་པར་ཟེར་དུས་དཀྱིལ་འཁོར་མཐོང་བ་བདག་ཉིད་དུ་འཇོག་སྟེ། དེའང་གདུང་གཡོགས་ཚད་ལ་ཟེར།

དེ་ལ་དབང་གི་རྣམ་གཞག་དང་དབང་གི་སྐུར་ཚུར་དབང་སྟོང་ལག་རང་དང་སྦྱར་བ་གསུམ། དང་པོ་དབང་གི་རྣམ་གཞག་ནི་རྣལ་འབྱོར་བླ་མེད་ཀྱི་དབང་ལ་བཞིར་བཤད་དེ་གསང་དུ་རྒྱུད་སིལ་མ་ལས། དང་རྣལ་འབྱོར་བླ་མེད་ཀྱི་དབང་དེ་སོགས་ཐམས་ཅད་དེ་མ་བསྡུས་ཁྱབ་བ་དག་དབྱེ་བ་གཡས་དུ་ཅི་རིགས་པ་ཟེར་ནས་གསུང་གི་ཡོད་རེད་དེ་དག་ཚར་བསྡུས་ཁྱབ་བ་ཡིན་ན་དེ་ནི་དབང་བཞི་གི་ཁོངས་སུ་མ་འདུས་པ་ཡོད་མ་རེད་ཟེར། དེ་ནི་གསང་དུ་རྒྱུད་སིལ་མ་ལས། བོན་པོ་དབང་ནི་དང་པོ་སྟེ་གཉིས་པ་གསང་བའི་དབང་ཡིན་ནོ་གསུམ་པ་ཤེས་རབ་ཡེ་ཤེས་ཏེ་བཞི་པ་དེའང་དེ་བཞིན་ནོ་ཞེས་དང།

ཀྱེ་དང་བརྟག་གཉིས་ལས་ཟེར། བརྟག་གཉིས་ད་དང་གི། ཀྱེ་རྡོག་རྩ་རྒྱུད་བརྟག་གཉིས་ཀྱི་ནང་ལོགས་ལས་ཟེར། སློབ་དཔོན་གསང་བ་ཤེས་རབ་དང་བཞི་བ་ཡང་ན་དེ་བཞིན་ནོ་ཟེར་སློབ་དཔོན་གྱི་དབང་ཟེར་དུས་ད་བུམ་དབང། བུམ་དབང་གི་གཙོ་བོ་དེ་ད་དེ་སློབ་དཔོན་གྱི་དབང་ཡིན་དུས་དེ་ལ་དེ་ལ་དེ་ནི་སློབ་དཔོན་གྱི་དབང་ཟེར་ཡང་རེད། དེ་ནས་གསང་བའི་དབང་དང་ཤེས་རབ་ཡེ་ཤེས་ཀྱི་དབང་དང་དབང་བཞི་བ་ཟེར་དེ་ནི་ད་འོ་དེ་ནི་གི་ཤེས་ཀྱི་མདོ་ཟེར།

འདི་ག། བོང་བང་དེ་གསང་བང་ལ་བསྟུན་ནས་གཙོ་བོ་རེད། བོང་བང་དེ་གསང་བང་ལ་བསྟུན་ནས་གཙོ་བོ་ཡིན་ཅེས་ཀྱི་རྒྱུ་མཚན་ཁྱེད་ལ་རེད་བ་ཟེར་དུས། བོང་བང་དེ་གཙོ་བོ་དེ་ནི་ད། ལུས་རྣམ་པར་དག་པ་ཟེར་ན་ཆོག་གི་འདུག་རྒྱང་ཞེས་ལུས་དེ་རོགས་ཟེར་ན་ད་ལུས་ཀྱི་བགྲོད་པ་དང་དེ་ནི་དེ་སོགས་ཐམས་ཅད་དེ་མ་རྒྱང་ཞེས་ཟེར་གྱི་ཡོད་རེད། གསང་བང་དེ་གཙོ་བོ་དེ་ནི་ངག་གི་བགྲོད་པ་རྒྱང་ཞེས་ཟེར་ན་དེ་འདྲ་ཡིན་དགོས་ཡོད་རེད། དེ་ཡིན་དུས། ལུས་དང་ངག་གི་ནང་གི་གཙོ་བོ་ལུས་ལ་བརྟེན་ནས་ངག་འབྱུང་གི་ཡོད་རེད་དེའི་རྒྱུ་མཚན་གྱི་ལུས་གཙོ་བོ་དང་ངག་འཕར་བ་ཟེར་ནས་བཤད་ཀྱི་ཡོད་རེད་གསུངས་དེ་ནི་ད་འདི

ད་དེའི་ནང་ནས་ད་གཙོ་བོ་དབང་ན་བཅུ་བཞི་སྟེ་གསུངས་པར་གཙོ་བོ་དབང་ན་བཅུ་བཞི་སྟེ་ཟེར་ཏེ་ད་ལྟ་གཙོ་བོ་དབང་དེ་ག་རེ་ལ་བྱེད་པ་རེད་ཟེར་ཏེ་དེ་ལ་གཙོ་བོ་དབང་དེ། ད་འདི་གི་བུམ་དབང་ན་བཤད་ཀྱི་ཡོད་རེད་ད། བུམ་པ་དབང། བུམ་དབང་དེ་ལ་ནང་གསེས་ཀྱི་དབྱེ་བ་ཟེར་བ་ཡིན་ན་བཅུ་བརྒྱད་ཡོད་རེད་གསུངས་པར། ད་འདི་བཅུ་བརྒྱད་དེ་ད་ལྟ།

ད་དེའི་དུང་ལ་འོག་དེ་ནས་ཅིག་ཙི་ལུག་ཅིག་རྒྱབ་རྒྱབ་ཡོང་ད་དེ་ནས་ཁོང་གིས་མ་ཤེས་ན་ཆོག་ནམ་ཞག་ཡིན་ཡང་ཟེར་ད་དེ་ལྟ་བུ་གི་ཤེས་ཚོར་དེ་ལས་གཞན་དུ་གྱུར་པ་ད་ནི་ག་རེ་འདུག་ཟེར་དུས་དེ་ལ་གོར་གི་ནང་ལོགས་ལ་མཁའ་འགྲོ་མ་རྡོར་གྱི་གོར་འདི་ད་གོར་འདི་ཨ་ལྕེ་རྡོར་གྱི་སྐྱེས་རྒྱུད་རེད་བ་ལྕེ་རྡོར་རྒྱུད་ཀྱི་སྐྱེས་རྒྱུད་གོར་གི་ནང་ལོགས་ལ། དང་པོ་འཆོལ་བའི་དབང་ཡིན་ཏེ་ཟེར། ད་པ་དབང་གི་ནང་གསེས་ཀྱི་དབྱེ་བ་དེ་སེལ་ཡོང་དོན་དེ་ལ་དང་པོ་འཆོལ་དབང་ཟེར། གཉིས་པ་ཅོད་པན་གྱི་དབང། གསུམ་པ་རྡོར་གྱི་དབང། བཞི་བ་རང་གི་བདག་པོ་ཡིན་ཟེར་ན་ད་བཞི་བ་དེ། འདིར་བ་དང་ནི་དྲོད་ཀྱི་དབང། ཆོས་དང་ཅོད་པན་རྡོར་གྱི་དྲོད་ཀྱི་དབང། ལྔ་པ་ལ་ནི་མིང་གི་དབང་ཟེར། ད་དབང་ལྔ་པ་དེ་མིང་དབང། དེ་ནི་གྲོགས་པ་རྫོགས་པོ་སངས་རྒྱས་ཉིད།

སློབ་དཔོན་གྱི་དབང་དངོས་ཀྱི་དེ་དང་སྐྱེས། དངོས་ཀྱི་དང། དེའི་འཁོར་གྱི་སྔགས་དབང་དང། སྔགས་ཀྱི་རྗེས་གནང་གི་དབང་ཟེར་ན་དང་སྔགས་ཀྱི་དབང། ལུང་བསྟན་དང་དབུགས་དབྱུང་ནི་གཅིག་ཏུ་བསྲེས་པ་དང། ལུང་བསྟན་པ་དང་ནི་དེ་ནི་དབུགས་དབྱུང་བ་གཉིས།

སློབ་དཔོན་གྱི་དབང་དངོས་ཀྱི་དང་སྔགས་དབང་གཉིས་ལ་བགྱི་སྣང་སོགས་བཞི་རྒྱལ་བ་ལ་ཞེས་པ་དང་ཟེར་ཏེ། སློབ་དཔོན་གྱི་དབང་དངོས་ཀྱི་དེ་སྲིད་དེ་ནི་དེ་གི་སྟེང་དུ་ནི་སྔགས་དབང་དེ་སྲིད་སྔགས་ཀྱི་དབང་དེ་སྲིད་དེའི་སྟེང་དུ་ནི་མ་ར་དག་བགྱི་སྣང་དང་གཏོར་རྒྱུག་དང་ལུང་བསྟན་དང་དབུགས་དབྱུང་ཟེར་ཏེ་ནི་དེ་བཞི་ལ་ལ་སྦྱར་ཏེ་ནི་དག་གྲོགས་ལ་ཞེས་པ་ཡང་མདོ་ཟེར།

ད་འདི་འདྲའི་རིང་དུ་ད་འདི་སྤྱིར་བཏང་གི་དེ་ནས་གྲུབ་ཆེན་སོ་སོ་གི་སྐབས་སུ་ད་ངོས་ཀྱི་དཔེ་རྣམས་ཀྱི་གྲུབ་ཆེན་སོ་སོ་གི་ས་གཞི་དང་མི་ངག་གི་བརྒྱུད་པ་ག་རེ་ཡོད་པ་དེ་འདྲའི་ནང་བཞིན་ཟེར་རྒྱུ་མ་གཏོགས་མཐའ་གཅིག་ཏུ་འདི་འཐད་པ་དང་འདི་མི་འཐད་པ་ལ་སོགས་པ་གི་སྒོ་ནས་བཤད་རྒྱུ་མེད་བསྡད་པ་དེ་འདྲ་ཡིན་ས་རེད། དེ་འདྲ་ཟེར་གི་ཡོད་རེད་དེ་འདུག་ད་འདི་ནས་ད་རང་རང་སོ་སོ་གི་ཁྱོ་བ་དེ་དཔེར་ན་དེ་ནས་ད་འདེམས་ཆོག་འདྲ་མཁའ་ཅིག་ར་འདེམས་ཆོག་གི་ལོ་ན་བཀྲ་གསུམ་ག་རེ་རེ་གི་དེ་ནས་ད་བརྒྱུད་པ་གི

ཡོད་རེད་དེ་ཡིན་ན་ཡང་དེ་ནས་ད་ལྟ་ལ་ལས་ཀྱི་ནང་ན་དེ་ནས་ག་རེ་གསུངས་འདུག་ཟེར་ན་ད་ཞི་ཁྲོ་ཀྱི་དེ་ནས་བླ་མེད་ཀྱི་དེ་དཀྱིལ་འཁོར་རེད་དེ་ཡོད་རེད་བླ་མེད་ཀྱི་དཀྱིལ་འཁོར་ཡིན་དུས་དེ་ལ་དེ་ནས་དེ་ཀྱི་ནང་ལོགས་ལ་དེ་ནས་ལྷ་ཞབས་སྦྱོར་དེ་རོགས་ཟེར་དེ་ནས་མང་པོ་ཡོད་རེད་དེ་འདྲ་ཡོད་དུས་དེ་ལ་དེ་ནས་དེ་སོགས་དེ་སྤྱི་སྟངས་ཀྱི་དེ་རོགས་ཟེར་དེ་ནས་ད་མཇལ་ཁ་གནང་ལྟས་ཟེར་དེ་རོགས་ཟེར་ན་དཀའ་གི་ཡོད་པ་དེ་འདྲ་དེ་མཇལ་ཁ་གང་བྱུང་མ་བྱུང་ལ་དེ་རོགས་ཟེར་ན་མཇལ་ཁ་མི་གནང་བ་དེ་འདྲ་ཀྱི་ས་སོར་ཅིག་ཡོད་རེད་ད་དེ་རྒྱུ་མཚན་དེ་ག་རེ་རེད་ཟེར་དུས་དེ་ལ་ད་སྤྱི་སྟངས་ཀྱི་དེ་ནས་ལྷ་དཀྱིལ་འཁོར་མཇལ་བ་དེ་ལ་བརྟེན་དེ་ནས་དད་པ་དད་ལོག་མ་སྐྱེས་པ་ཡིན་ན།

དཀྱིལ་འཁོར་དེ་ལ་བརྟེན་ནས་འཇའ་བ་ཐམས་ཅད་ཕན་ཡོན་རྒྱ་ཆེན་པོ་ཡོད་པ་གསང་སྔགས་ཀྱི་དཀྱིལ་འཁོར་ཐམས་ཅད་ཀྱི་ཕན་ཡོན་ནང་ན་ཧ་ཅང་མང་པོ་བཤད་ཡོད་རེད། དེ་འདྲ་ཡིན་དུས་དེ་ལ་བརྟེན་ནས་དེ་སོགས་ཐམས་ཅད་ཀྱི་གཡས་ས་དེ་ལྟས་ཟེར་དུ་རོགས་ཟེར་ནས་ཤི་ནས་ཡག་པོ་ཡོད་མ་གཏོགས་དེང་སང་ད་སྐྱེ་སྟངས་ཀྱི་དཔེ་ནང་གི་གི་ནང་པ་སངས་རྒྱས་པ་གི་དེ་ཆེ་རྫོགས་ཀྱི་རོ་གི་ཅེས་ད་རྗེས་འཇུག་ཟེར་ན་ཆོག་གི་འདུག་ནང་པ་སངས་རྒྱས་པ་གི་གང་ཟག་ཅིག་ཡིན་པ་ཡིན་ན་ཡང་དེ་ནི་སྔགས་བླ་མེད་ལ་མ་བཟླས་པ་གི་གང་ཟག་ཧ་ཅང་མང་པོ་དེ་རོགས་ཟེར་ནས་ཡོང་གི་ཡོད་རེད་བ་ད་དེ་འདྲ་ཡོང་གི་ཡོད་རེད་དེ་འདྲ་ཡོང་གི་ཡོད་དུས་དེ་ལ་དེ་སོགས་ཐམས་ཅད་ནང་ཁ་ཅིག་ལ་དེ་ནི་ད་གསང་སྔགས་དེ་རོགས་ཟེར་ནས་ད།